YouTube ནང་ལ་གཅིག་འགྲོ། YouTube ནང་ལ་འགྲོ་ན་ལྟ་འདི་རེད་ལྟ་འདིའི་འོག་འདི་ན། སྦྲང་བློ་གྲི་ཟེར་རྒྱུ་དུ་མོ་ཅང་མེད་ཁ་འདི་ན། Subscribe། དམར་པོ་འདི་མ་གཏོགས། སྦྲང་བློ་གྲི་ཟེར་རྒྱུ་འདི་མེད་ཁ་མོ་འདི་མེད་བཏང་ན། ལྟ་འདི་གང་ནས་འཇོག་དགོས་ནི་རེ་ཟིན་ན། འདིའི་ནང་ལ་འགྲོ། Add on YouTube།

འདི་འདི་ནི་ཤར་དུ་ནོ་འདི་ནི་ངའི་ལྟ་ཞིག་ཕབ་ལེ་དང་ནོ་ཏི་རེད་འདི་རྟ་ཐང་ཕབ་ལེ་ནོ་ཏི་རེད་ཡང་བསྐྱར་འདི་ལ་དགག་བྱའི་ནོ་ན་དང་ཐང་མ་གཉིས། ནོ་འདི་ནི yes next next next

ཨོ་འདི་ཏོག་ཙམ་སྒུག་ན་བདེ་སླེབས་སོང་ཨ། ད་ནི save file save file བྱེད་དུས། འདི་ནང་ལ་ཁོ་ཐོངས་ཆུང་ཆུང་ཡིན་ནུས་སྟབས་ཀྱི་དེ་མ་ཐག་ཏུ་འགྲོ་སོང་ཨ། ད་འདི་སྔོན་པོ་འདི་ཅིག་ན་ན Audacity ཡོད་ཀ། ད་ནི་འདི་ནང་ནས་ཡིག་ནོར་ཆུང་ཆུང་འདི་ཅིག་ན། འདི་ཅིག་ན་འདི་ལྟ་འདི་རེད་འདི་ན Audacity ཤར་འདུག་ཨ། ད་འདི་ལ་ག་ཐང་མ་རྙེད་ན།

འོ་དེ་རེད་ད། ད་ཐེངས་ཀྱི་བརྙན་གཉིས་པ་འདིའི་ནང་ལ། བརྙན་དེ་སྒྲ་ལ་ཕབ་པའི། བརྙན་ཆས་མཁོ་བའི་བརྙན་ཆས་དེ་ཚོ་ཚང་མ། ད་ཕབ་ལེན་བྱེད་དང་དེའི། གློག་ཀླད་ནང་ལ་ཡར་འཇིག་སྟངས་ཀྱི་རིམ་པ་དེ་བཤད་ཚར་སོང་ནི་རེད་དེ་ནས། བརྙན་དེ་སྒྲ་ལ་བསྒྱུར་དགོས་ན། ད་བརྙན་འཕྲིན་ཚན་པ། དང་པོ་བཟོས་ཡོད་པ་འོ་དེ་ལྟ་དགོས་ནི་རེད། འོ་དེ་ཡིན་ད་དེ་ནས་བརྙན་འཕྲིན། འོ་བརྙན་འཕྲིན་ཚན་པ་དང་པོ་དང་གཉིས་པ་གཉིས་ཆ་ལྟེ་བ་ཡིན་ན། དེ་ནས YouTube གི་བརྙན་དུ། སྒྲ MP3 ལ་བསྒྱུར་ཐུབ་པའི། ཐབས་ལམ་ཆ་ཚང་ཅིག་བསྟན་བཞག་ཡོད་རེད་འོ་དེ་རེད། ཡ་ཡ་ད་ཕན་ཐོགས་པའི་རེ་བ་ཡོད་བཀའ་དྲིན་ཆེ།